ལོངས་སྐུ་གི་རྟོགས་པ་ཐང་ཆད་བ་ས་སོང་འགྱོ་ཅིང་དེ་འདྲས་ཅིག་ལ་དེ་རིག་འཛིན་བདག་ན་བདག་འགྱོད་ཟེར་གྱི་འདུག་གསུངས་པ་ཅིག་དེ་རེད། ད་སྤྲུལ་སྐུ་གི་བསྟན་པ་དེ་དག་ཐང་ཆད་གི་ད་སྤྲུལ་སྐུ་གི་འཁོར་དེ་དག་མ་དང་སྣ་ཚོགས་དུ་ཁྱད་པར་དུ་མ་དག་པའི་གདུལ་བྱ་ཐང་ཆད་འདུ་དགོས་ཀྱི་ཡོད་རེད་བ་དེ་འདུ་བྱེད་གཙོ་བོ་དེ་ལ་གཉིས་པོ་གཙོ་བོ་སྣང་བ་དེར་སྤྲུལ་སྐུ་བསྟན་པ་ཟེར་གྱི་ཡོད་རེད་དཔེར་ན་ལྷག་ཏུ་མི་དོ་ལྷག་མ་ཡོད་དོ་དྲི་ཟ་བྱེད་པའི་འཇིག་རྟེན་ཐང་ཆད་ཡོད་བསྡད་པ་སྤྲུལ་སྐུ་ཤཱཀྱ་ཐུབ་པའི་འཁོར་ལྟ་བུ་ཅན་གྱི་རེད་བ་འདོད་དང་མཚུངས་པ་ལ་སོགས་པ་གྲགས་སངས་ཀྱིས་མི་ཁྱབ་པ་ཡོད་པ་དེ་སོགས་ཐང་ཆད་རེད་དེ་སོགས་ཐང་ཆད་ལ་ནི་དེ་རྗེས་ཆོས་བསྟན་བཅོས་བཅས་ཀྱི་ཆོས་ཀྱི་དན་རྟགས་ལ་ཐུགས་རིག་པའི་ཡེ་ཤེས་བསྒོམ་པར་གཏད་པར་མ་ཟད། ལག་གི་གདངས་ལུགས་མ་ཡིག་སོགས་ཀྱི་སྒོ་ནས་བརྡ་ཡང་བྱེད་དགོས་ཀྱི་ར་ཁྱད་པར་དུ་ཚིག་གི་སྒོ་ནས་སྒྲ་བཤད་ནས། ལྷ་རྣམས་ཐམས་ཅད་ལ་ལྷ་སྐད་སྒོ་ནས་སྨོས། མི་རྣམས་ཐམས་ཅད་ལ་མི་སྐད་སྒོ་ནས་སྨོས། དེ་ནི་སྤྲུལ་སྐུ་བསྟན་པའི་དོན་གྱི། དེ་ནི་གསུམ་དེ་ནི་གསུང་ཡང་ཡིན་ལ་དྲུག་ཅུ་དང་ལྡན་པ་ཡིན་དུས་ལྷ་དང་མི་དང་ལྷ་མ་ཡིན་དང་འཇིག་རྟེན་ཐམས་ཅད་ལ་རང་རང་སོ་སོའི་སྐད་དང་མཐུན་པ་བྱིན་གྱིས་རང་རང་ཕྱོགས་ཀྱི་གོ་འགྲོ་རྒྱུ་ཅན། མི་ཐང་ཆད་ལ་མི་སྐད་ཀྱི་ཐོག་ལ་གོ་འགྲོ་རྒྱུ་ཅན་ལྷ་ཐང་ཆད་ལ་ལྷ་སྐད་འདྲེ་ཐང་ཆད་ལ་འདྲེ་སྐད་ཟེར་མི་སྲོག་འདྲ་བྱས་ནས། དྲི་ཟ་བྱས་པའི་འཇིག་རྟེན་ཐང་ཆད་ཀྱི་སྐད་སོགས་དེ་ནི་གོ་འགྲོ་རྒྱུ་ཅན་ཨོ་ད་དེ་འདྲའི་ཅིག་ལ་དེ་ནི་སྒྲ་ཚིག་རང་མཚན་གྱི་སྒོ་ནས་མ་ཁྱོད་བཤད་ད་ད་ལྟ་ང་རང་ཚོ་གི་འདི་པར་གྲུ་བྱས་དེ་ཡོད་ཅིག་སྒྲ་ཚིག་རང་མཚན་གྱི་སྒོ་ནས་བཤད་མཁན་དེ་ཁྱོད་བཤད་ཉན་མཁན་དེ་ཁྱོད་གནའ་ཡུལ་དབང་པོ་ཅིག་གིས་ལངས་བརྒྱུད་ནས་དེ་ནས་སྒྲ་ཚིག་རང་མཚན་པ་གཅིག་བསྙེན་པ་དེ་ལ་བརྟེན་ནས་དེའི་ཐོག་ནས་དེ་ལས་དན་ཐོག་ལ་སོགས་རྣམས་བཏང། དེ་ནས་དན་དག་ཆོས་ཀྱི་དན་དག་དེ་སེམས་སྣང་ལ་ལན་དགོས་རྒྱུ་ཅན་གྱི་དན་གྱི་གོ་བ་རང་དགོས་རྒྱུ་ཅན་ཨོ་ད་དེ་འདྲས་ཀྱི་བྱུང་གི་འདུག་བ་ད་དཔེ་དེ་ལྟ་བུ་དེ་ལ་གང་ཟག་རྣམས་ལ་སྙིགས་རྒྱུ་སེལ་དགོས་རྒྱུ་ཅན་དེ་རེད། ད་དེའི་རྒྱུད་པ་སངས་ཤེས་ནས་དེ་ནས་དན་དག་དེ་གོ་དུ་སོང་ན། དེ་ནི་འདི་གའི་ཡོ་ག་སྲང་གི་ཆོས་ཐིག་གི་བདག་པོ་དེ་བསྟན་པ་ཆོས་སྐུ་སྐུ་གསུང་རེད་འདུག་ཆོས་སྐུ་སྐུ་གསུང་ལ་སོགས་པ་ཁོང་རྣམ་པ་རྣམས་ཀྱི་ཆོས་སྐུ་དགོས་མཁོ་དེ་སྐུ་རིགས་རྣམ་པ་སྣང་མཛད་ལ་སོགས་པ་དང་སྦྱར་བ་ལོངས། རྡོ་རྗེ་འཆང་ཆེན་ལ་སོགས་པ་དང་མི་ཤོད་པ་ལ་སོགས་པ་ཁོང་རྣམ་པ་རྣམས་ལ་མ་བསྟན། ཁོང་རྣམ་པ་རྣམས་ཀྱི་ཁོང་རྣམ་པའི་མདོ་དགོས་མཁོ་གི་སྤྲུལ་སྐུ་བསྟན་པ་ཐམས་ཅད་ལ་མ་བསྟན། སྤྲུལ་སྐུ་བསྟན་པ་ཐམས་ཅད་ཀྱི་འདི་ནི་དག་ག་ལས་ག་ལས་དེ་ནི་ལྷ་ཡུལ་ནས་བཤད་ནས་མི་ཡུལ་བརྒྱུད་ནས་དེ་ནི།

འོ་ད་དེ་དག་དང་ཅིག་ཤོས་ཤི་དན་ཟེར་ན་འདྲ་བདུད་དན་ཟེར་ན་རེད་བདུད་བདུད་ཅེས་གོ་སླ་བའི་ཆེད་དུ་ལ་ཞུགས་ཚར་ནས། ད་འདི་ནས་བ་གཞུང་རིམ་པ་བཞིན་དུ་འགྲོ་བ་ཞེས་པར་དེ་གསུང་གི་ནི་ད་དང་པོ་རྒྱལ་བ་ནང་ལ་དགོངས་པས་བརྗོད་ཟེར་རྒྱལ་བ་དགོངས་བརྗོད་ཟེར་རྒྱུ་དེ་ག་འདྲའི་ཆེད་འདི་བརྗོད་ནས་ཁྱོད་ཆོས་དེ་རིམ་པ་བཞིན་དུ་མ་བརྗོད་པ་ཞིག་ནི་འོང་རྒྱུ་དེ་བརྗོད་སྟངས་ག་འདྲས་རེད་ཟེར་ན། གདོད་ནས་ཡེ་སངས་རྒྱས་བོད་ཀྱི་བསྟན་པ་ཀུན་ཏུ་བཟང་པོ་ཉིད་ཀྱི་ནི་ཐུགས་ཀྱི་རྣམ་པར་འཕྲོ་བ་ཚད་མེད་པ་ལས་སངས་རྒྱས་ཐམས་ཅད་ཀྱི་ཞིང་གང་དང་གནས་དང་བསྟན་པ་སྐུ་བཞིར་སྣང་སྟེ་གསུངས་པ་རེད། འདི་བརྗོད་ཀྱི་ཅན་གྱི་ཆོས་དེ་ད་ད་འདྲ་ཕ་བརྗོད་ལ་མ་ཧ་ཡོ་ག་མ་བརྗོད་ལ་ཨ་ནུ་ཡོ་ག་གཉིས་མིན་ལ་ཨ་ཏི་ཡོ་ག་ཟེར་རྒྱུ་ཅན་གྱི་ཡོ་ག་རྣམ་པ་སོང་གི་ཆོས་དེ་རེད། དེ་ཐོག་མ་བརྗོད་འོང་ས་ཀྱི་ཆོས་ཐམས་ཅད་ཀྱི་བརྗོད་ས་ཀྱི་ཆོས་མགོ་འདྲ་པོ་ཅན་གྱི་དཔེ་འདྲ་ཆགས་ཡང་ན། ཆོས་ཐིགས་པ་གསུམ་པོ་གི་བླ་མེད་ཀྱི་ཐིགས་པ་གསུམ་པོ་འདི་དག་ཐམས་ཅད་ཀྱི་བརྗོད་ས་ཤེས་པའི་ཐོག་མ་གི་ཆོས་མགོ་ལྟ་བུ་དེ་འདྲ་པོ་སུ་རེད་ཟེར་ན་ཆོས་བདག་ཆོས་སྐུ་ཀུན་ཏུ་བཟང་པོ་རེད་གསུངས་པ་རེད། ཀོང་མདོ་རྫོང་པོ་ཡེ་སངས་རྒྱས་པ་ཉིད་དུ་འཁྲུ་བ་རྩ་ནས་བྱང་མ་སྙིང་པོ་གྱི་ཡས་ནས་སངས་རྒྱས་ཚར་སོང་རྒྱུ་རྐྱེན་དེ་སུ་རེད་ཟེར་ན་བསྟན་པ་ཀོང་མདོ་རྫོང་པོ་ཁོང་རེད། ཁྱོད་ཁོང་ཁྱོད་ལོངས་སྤྲོ་སོང་གི་ནང་ནས་ད་ཁྱོད་ཀྱི་བསྟན་པ་ཡིན་དུས་ཁྱོད་ཀྱི་བསྟན་པ་ཀོང་མདོ་རྫོང་པོ་ཉིད་ཀྱི་སངས་དུས་སངས་སངས་རྒྱས་ཐམས་ཅད་ཀྱི་གཤེད་མིང་གསལ་དགག་རྒྱུ་གཅིག་ད་སངས་རྒྱས་ཐམས་ཅད་ཀྱི་འོང་ས་དང་དེ་ཆོས་ཐམས་ཅད་ཀྱི་འབྱུང་གནས་ད་ངོ་མ་དེ་བསྟན་པའི་ཁྱད་རྡོག་ཀོང་མདོ་རྫོང་པོ་ཟེར་རྒྱུ་གཅིག་དེ་རེད་ཐང་ཁྱད་ཀོང་གྱི་རྡོག་པོ་དེ་ལ་ཐང་ཁྱད་རྡོག་ཟེར་གྱི་ཡོད་རེད། དེ་ཡིས་ནི་སངས་རྒྱས་གསུམ་པ་སྐྱེ་གྱི་ཡིན་ན་ཡང་དེ་ནི་དེ་གའི་རྒྱུ་རིམ་པ་ཡིན་ཏེ་ཆོས་ཐམས་ཅད་ཀྱི་འབྱུང་གནས་ཡང་ཁོང་རེད་སངས་རྒྱས་ཐམས་ཅད་ཀྱི་འབྱུང་གནས་ཡང་ཁོང་རེད་འཕྲིན་ལས་ཀུན་གྱི་འབྱུང་གནས་ཡང་ཁོང་ཡིན་ཏེ་ཁོང་ཤི་མེད་ཆེན་པོ་རེད་ཤི་མེད་ཆེན་པོ་ཀུན་གྱི་ཆ་བདག་དེ་ལས་དེ་ནི་རྣམ་པར་འཕྲུལ་བ་དང་རྫུ་འཕྲུལ་སངས་ཀྱིས་མི་ཁྱབ་པ་འཕྲིན་ལས་སངས་ཀྱིས་མི་ཁྱབ་པ་ཡིན་དུས་དེ་དག་ཐམས་ཅད་ལ་ཚད་མེད་པའི་རྟོགས་ཀྱི་སྒོ་ནས་དེ་སངས་རྒྱས་ཀྱི་ཞིང་གང་དག་ལ་རིམ་པ་བཞིན་དུ་ཆོས་སྐུ་བསྟན་པ་དེ་གའི་ཆོས་སྐུ་འཁོར་ལ་བཤད་ཆོས་སྐུ་འཁོར་གྱི་ལོངས་སྐུ་ལ་བསྟན་ལོངས་སྐུ་འཁོར་གྱི་དེ་ནི་སྤྲུལ་སྐུ་ལ་བསྟན་སྤྲུལ་སྐུ་ཞིང་གང་ནས་དེ་ནི། འཇིག་རྟེན་ལྷག་དང་མི་བསད་ནས་དེ་འདྲའི་ཤིག་ནི་མ་དར་བར་འགྱུར་གྱིན་གྱི་རེད་བསམ་ནས་ཐང་ཆད་ཀྱི་ཤིང་ཁང་དང། ད་ལྟའི་གནས་ས་ཞེས་པའི་གི་ཆུ་ཁུག་ཤིང་ཁང་ནས་བཟང་སྟེ་ཆུ་ཁུག་གི། རྡོ་བྱ་ཐང་ཆད་དང་ནས་དང་སྟན་པ་འཁོར་དང་བསྐོར། ཕུན་སུམ་ཚོགས་པ་ལྔ་ཟས་ཀྱི་སྐྱིན་པོ་དེ་དག་གླིང་གི་ཕུན་སུམ་ཚོགས་པ་ལྔ་ཟས་ཀྱི་དེ་རེད་ཆོས་གསུང་ས་ཞེས་པའི་གི་གནས། ཆོས་གསུང་པ་པོ་གི་སྟན་པ། གསུང་རྒྱུ་བཅས་ཀྱི་ཆོས་ཕུན་ཚོགས། གསུང་ས་ཞེས་པའི་གི་ཡུལ་གྱི་དེ་ནས་འཁོར་ཕུན་ཚོགས། དེ་ནས། སྲུང་བ་ཞེས་པའི་གི་དུས་ཀྱི་ཕུན་ཚོགས་དེ་དེ་ཕུན་ཚོགས་རྣམ་པ་ལྔ་ལྡན་ཟེར་ནས་ཕུན་ཚོགས་ཚོགས་པ་ལྔ་ཟེར་ནས་ད་དེ་རང་གིས་ཚོགས་ཡོང་གི་ཡོད་རེད་ད་ང་རང་ཚོགས་ཀྱི་ཆོས་བཤད་ནའང་འདི་དང་གཅིག་པ་གཅིག་ཟིན་རེད། འོ་ཁྱེད་ཚོགས་ཀྱི་ཆོས་དེ་བཤད་གི་ཡོད་ན་དཔའ་སྤྲུལ་ངན་འགྲོ་བཤད་མཁན་དེ་སུ་རེད། བཤད་རྒྱུ་བྱེད་མཁན་ཁྱོད་དེ་ག་རེ་རེད་འོ་དཔའ་སྤྲུལ་ངན་འགྲོ་རེད་ག་དུས་བཤད་རྒྱུ་ཡོད་རེད་དུས་ཕུན་ཚོགས་ཚོགས་པ་ག་དུས་རེད། བཤད་ས་ཞེས་པའི་ས་གནས་ག་དུས་རེད་ག་ན་རེད། འོ་ད་དེ་འདྲའི་ཞིག་ནས་དེ་རང་གིས་ཀྱི་ཕུན་ཚོགས་ཚོགས་པ་ལྔ་པོ་དེ་རང་ངག་ངག་ཤོད་དགོས་ཁྱོད་མཆན་གཉིས་ཀྱི་བྱང་ཚ་ནས་བཟུང་དེ་ལ་རང་གིས་ཚོང་བསྡད་ཡོད་པ་ཅིག་རེད་མ་གཏོགས་གསར་དུ་སྒྲོག་དགོས་རྒྱུ་འདྲ་བོ་ཚེ་དགོས་རྒྱུ་དེ་འདྲ་མ་རེད་རང་ཆས་ཚོང་བསྡད་པ་དེ་འདྲས་ཅིག་གྱི་རེད་བསམ་ནས་དེ་འདྲའི་གནས་དང་བསྟན་པ་རྣམ་པ་སྐུ་བཞི་ལ་སོགས་པ་དེ་འདྲས་སྣང་སྟེ། དེ་ནས་ངེད་ལས་མི་གིས་པའི་འཁོར་དུ་བསྐོ་བསྔགས་ལྷུན་གྲུབ་ཀྱིས་ནི་རིག་འཛིན་དང་རྒྱལ་བ་རྒྱ་མཚོས་ཀྱི་ཚོགས་བསམ་གྱིས་མི་ཁྱབ་པ་གིས་བསམ་གྱིས་མི་ཁྱབ་པ་གནང་ལ། སངས་རྒྱས་མི་ཆགས་པའི་དགོས་མཁོར་སྣང་ལ་དེ་ནི་ཆོས་ཐམས་ཅད་ནི་ཚིག་ཏུ་བརྡ་ཡི་སྒོ་ནས་མ་གསུངས་ཀྱང་གསུངས་པའི་ཚིག་གི་སྒོ་ནས་བཤད་དགོས་ཡ་ཡོད་མ་རེད་ལུས་ངག་གི་བརྡ་བྱེད་དགོས་ཡ་ཡོད་མ་རེད་གསུངས་རེད་ད་དེ་གི་གནད་ཕུན་ཚོགས་ཚོགས་པ་དེ་ཆོས་སྐུའི་ཞིང་ཁམས་ཁོ་ན་རེད་བསྟན་པ་ཕུན་ཚོགས་ཚོགས་པ་དེ་ཆོས་སྐུའི་བསྟན་པ་ཀུན་ཏུ་བཟང་པོ་རེད་ཆོས་ཕུན་ཚོགས་ཚོགས་པ་དེ་ཡོ་ག་གནང་གསུང་གི་ཆོས་འདི་ཁོ་ན་རེད་མ་གཏོགས་འདི་ན་ལ་ད་ཡང་སྐད་ཅིག་ཉིད་སྤྲུལ་སྤུལ་གྱི་རྔན་པ་ཡོད་རིགས་ཟེར་དང་འདུ་བ་ཡོད་རིགས་ཟེར་དེ་དོགས་པ་ཟ་ས་ཁོ་རང་ཡོད་མ་རེད་གོ། ཡ་གི་ཁྱོད་གུས་ཞིང་ཁང་ལ་སངས་རྒྱས་ཚ་བའི་སངས་རྒྱས་ཀྱང་ཀྱང་ཡིན་དུས་ལུས། འདུ་བའི་གི་འཕྲང་གི་ནང་ལ་བཙོན་ནས་མི་ཚོགས་པོད་གི་ཉིས་བརྒྱ་ལྔ་ཅུ་རྩ་གསུམ་གི་འཕྲང་གི་བསྐྱངས་ནས་ད་རང་ཆད་པ་བསྐྱལ་རྒྱུ་དེ་ལས་མདའ་འགྲོ་རྒྱུ། བསྡམས་པ་དང་ཚིག་ཤོག་འགྲོ་རྒྱུ་ཉམས་འགྲོ་རྒྱུ་སོགས་ཉམས་པ་ཚོ་རྩ་ནས་མི་སྲིད་པ་ཅན་གྱི་ཡིན་དུས་དེ་འདུ་བྱེད་གཅོད་པའི་ཆོས་དེ་བས་ཡིན་ན་དགོས་ཡ་ཁོ་རང་ཡོད་མ་རེད་དེ་དགོས་པ་མེད་པའི་རྒྱུ་མཚན་གང་ཡིན་ན་ཡོད་མ་རེད། ཆོས་སྐུའི་ཞིང་ཁམས་ལ། དེ་ནས་འཁོར་དེ་ཐུན་མོང་མོས་པའི་འཁོར་དེ་ནི་ད་སངས་རྒྱས་ཟིན་པ་དེ་བརྟན་འཁོར་དགོན་པར་དབྱེར་མེད་ཡིན་དགའ་རྒྱུ་ཁྱོད་རང་རེད་སངས་རྒྱས་ཟེར་རྒྱུ་ཀྱང་ཀྱང་རེད་མ་གཏོགས་བརྗོད་པའི་ཡོད་མ་རེད་ད་དེ་ཐུན་མོང་མོས་པའི་འཁོར་ཟེར་རྒྱུ་བདེན་མདོག་དེ་རེད་གོ། ཐུན་མོང་གི་སོ་ནང་གཏོང་གི་ནི་ད་ང་རང་ཚོ་ལ་དྲིས་ནའང་འགྲིག་གི་རེད་ཁྱོད་ཆོས་སྐུའི་འཁོར་རེད་བས་ལོངས་སྐུའི་འཁོར་རེད་སྤྲུལ་སྐུའི་འཁོར་ཟེར་མཚོན་མ་ཡིན་ཟེར་གི་རེད་བ། ང་ཚོས་ཆོས་སྐུ་ལ་ཤ་ཟོས་འགྲོ་གི་རེད་ཤ་གནད་དུ་འཛིན་གི་རེད་ཤ་ཟོས་འགྲོ་མཁན་རེད་བ། ལོངས་སྐུའི་ཤ་གནད་དུ་འཛིན་ཚེ་དེ་ལ་ཤ་ཟོས་འགྲོ་མཁན་རེད་བ། སྤྲུལ་སྐུ་ཤར་གནས་སུ་འཛིན་གྱིན་དེ་ལ་ཤགས་སུ་འགྲོ་གིན་ཡིན་དུས་ང་སོགས་ཐུན་མོང་གི་འཁོར་གསུམ་སྟོང་བཟོ་པ་ན་ང་རང་ཚོ་ཡང་བསྟན་པ་སྐུ་གསུང་འགག་གི་འཁོར་རེད་སློབ་མ་རེད་གང་ཡིན་ཟེར་ན་ཁོང་སྐུ་གསུང་འགག་གི་གཏན་འབེབས་ཀྱི་ཆོས་ཐམས་ཅད་ང་སོགས་ཀྱིས་གཞུང་གི་ཡོད་རེད་ང་སོགས་ཀྱིས་ལྷབ་གི་ཡོད་རེད་ང་སོགས་ཀྱིས་ཉམས་སུ་ཁས་ལེན་བྱེད་ཀྱི་ཡོད་རེད་དེ་གསུང་འགག་ལ་ཤགས་སུ་འགྲོ་བའི་གི་ཚུལ་ངོ་བསྡུ་བྱ་བྱེད་ཀྱིན་དུས་ཐུན་མོང་གི་འཁོར་དང་ང་རང་ཚོ་ཡང། སྐུ་གསུང་སྐག་གི་འཁོར་རེད་འདི་ཡོད་རེད་དེ། ཐུན་མོང་མོས་པའི་འཁོར་དེ་ང་རང་ཚོ་མ་རེད་ཐུན་མོང་མོས་པའི་འཁོར་ཡིན་ན་ཐུན་མོང་མོས་པའི་ཞིང་ཁམས་ལ་འགྲོ་དགོས་ཀྱི་རེད་ཐུན་མོང་མོས་པའི་གི་འཁོར་ཡིན་ན་ཐུན་མོང་མོས་པའི་སངས་རྒྱས་ཀྱི་རྟོགས་པ་ཐོབ་དགོས་ཀྱི་རེད། དེ་སོགས་མ་ཐོབ་པའི་རྒྱུ་མཚན་དེ་ནི་ང་རང་ཚོ་གི་ཆོས་སྐུ་ཐུན་མོང་མོས་པའི་འཁོར་མ་རེད། དེ་ནང་གི་ང་རང་ཚོ་ཐུན་མོང་མོས་པའི་ལོངས་སྐུའི་འཁོར་ཡང་མ་རེད་ལོངས་སྐུའི་འཁོར་ཡིན་ན་ལོངས་སྐུའི་ཞིང་ཁམས་དུ་ཡོད་དགོས་ཀྱི་རེད་འགྲོ་དགོས་ཀྱི་རེད་ལོངས་སྐུ་བསྟན་པ་འཇགས་དགོས་ཀྱི་རེད་ལོངས་སྐུ་གི་གསུང་ཆོས་ཐོས་དགོས་ཀྱི་རེད་བདག་ཚིག་ཐམས་ཅད་རྟོགས་དགོས་ཀྱི་རེད། བདག་ལས་ཐོན་སྐྱེད་འཕྲོད་དགོས་ཀྱི་ཡོད་རེད་དེ་མ་ཟད་པ་གཅིག་གིས་རང་གི་རྒྱུད་ལ་སྲང་ལམ་གྱི་རྟོག་པ་འཕགས་པའི་རྟོག་པ་ཡོད་དགོས་ཀྱི་རེད་དེ་ནི་ང་སོགས་མེད་པའི་རྒྱུ་མཚན་ང་སོགས་ལོངས་སྐུ་འཁོར་རེད་དེ་ཐུན་མོང་མེད་པའི་འཁོར་མ་རེད་ཟེར་རྒྱུ་ཅི་འོ་དེ་རེད། ད་ང་རང་ཚོ་ཕྱི་དང་བསྟན་པ་སྐུ་གསུམ་ཀ་གི་འཁོར་རེད་དེ་ཐུན་མོང་མིན་པ་སུའི་འཁོར་རེད་ཟེར་ན་སྤྲུལ་སྐུ་ཤཱཀྱ་ཐུབ་པའི་སྐུ་ལྟ་བུ་ཅན་གྱི་སྤྲུལ་སྐུ་གི་འཁོར་རེད། གང་ཡིན་ཟེར་ན་ང་རང་ཚོ་གིས་སྤྲུལ་སྐུ་ཕར་ལ་འཇགས་ཀྱི་རེད་ཚུར་ལ་གཟིགས་ཀྱི་རེད། གསུང་ར་གྲགས་པས་ཀྱི་སངས་ཐོས་ཀྱི་རེད་ཨོ། སྐུ་མཇལ་གྱི་རེད་སངས་ཐོས་ཀྱི་རེད་ཆོས་འབྱུང་གི་རེད་བ། ཨོ་དེ་ཡིན་དུས་སྤྲུལ་སྐུ་ཞིང་ཁང་ལ་བཤད་དུས་ཡོད་རེད་བ་དེ་ཡིན་དུས་ཚ་ཐུ་མོ་མེད་པར་སྤྲུལ་སྐུ་གི་ཞིང་ཁང་དང་སྤྲུལ་སྐུ་འཁོར་ཟེར་དགོས་ཀྱི་ཡོད་རེད་བ། དཔེ་དེ་དང་མཐུན་པ་བྱིན་གྱིས་ཡིན་དུས་ཐུ་མོ་མོད་པའི་འཁོར་དེ། དེ་ནི་རྒྱལ་བ་ཆོས་སྐུ་གི་ཞིང་ཁང་དེ་ལ་ཡོད་ཚད་ཐང་ཆེན་སངས་རྒྱས་ཟིན་པ་དཔལ་འཁོར་དགོན་པ་མཉམ་པ་ཞིག་རྐྱང་རྐྱང་རེད་སྤང་ཐུང་མཐོ་དམན་མེད་པར་ཤ་སྟག། དེ་ཡིན་པའི་རྒྱུ་མཚན་གྱིས་དེ་སངས་རྒྱས་ཀྱི་སངས་རྒྱས་ལ་ཆོས་བསྟན་ཟེར་དུས་གང་ལ་ཚིག་གཅིག་དང་མ་ཡིན་གཅིག་དང་ཚིག་དེ་ནོར་གུག་གི་བརྡ་བཞིན་དུ་དགོས་དོན་ཅི་ཡོད་མ་རེད་ཐུགས་རིག་པའི་ཡེ་ཤེས་ཀྱི་རྩ་གྲིབ་མེད་པ་དང་སྤང་ལྟུང་མཐོ་དམན་མེད་ཚར་དུས། བསྟན་པའི་གཙོ་བོ་གི་འཁོར་དཀར་ཟེར་གི་ཐུགས་ཀྱི་རིག་པ་དེ་ཆོས་བསྟན་དང་གང་གི་བསྟན་དུ་བལྟས་སོང་ན་འཁོར་ཐམས་ཅད་ལ་རང་བཞིན་གྱིས་དེའི་མགོ་ལ་ས་འགྲོ་རྒྱུ་ཅི་ད་དེ་ལ་དེ་ནས་སྟོན་པས་བདག་བསྟེན་བྱས་ནས་ཁོ་ལ་ཁྱོད་ཀྱིས་རྟོགས་པ་ཤེས་ཟེར་རྒྱུ་འདྲ་བོ་དང་ཁྱོད་ཀྱིས་རྟོགས་པ་འཆར་ཟེར་རྒྱུ་འདྲ་བོ་ཁྱོད་འགྱོད་པ་བྱུང་ཟེར་རྒྱུ་བོ་དེ་ལ་མིང་བཏགས་དགའ་རྒྱུར་མ་གཏོགས་སྔོན་མ་མེད་རྒྱུ་དེ་གསར་དུ་བརྗོད་འོང་རྒྱུ་མཁྱེན་དང་སྔོན་མ་མེད་པ་དེ་གསར་དུ་རྟོགས་འགྲོ་རྒྱུ་དེ་འདྲ་སྐད་ཆ་གང་ཡང་མ་རེད། དེ་ཡིན་པའི་རྒྱུ་མཚན་མ་གསུངས་ཀྱང། ཐུགས་རྗེ་ཆེན་པོ་རང་རིག་པ་ཡེ་ཤེས་ཀྱིས་ནི་རང་དོན་པདྨའི་ལྷུན་གྲུབ་ཏུ་ནི་གསལ་བར་བསྙེན་ལ་དེ་ནས་བསྟན་པས་མི་གསུངས་པ་གསུངས་པ་ཟེར་ཏེ་ཆོས་གསུངས་གསུངས་ཟེར་ནས་ཆོས་ཆུང་སྐོར་སྐོར་ཞིག་བཤད་ཀྱི་ཡོད་རེད་དེ་སྔོན་ནས་ཆོས་གསུངས་ཟེར་ནས་ཁག་གི་མར་སྒྲ་ཚིག་འགོ་ནས་གསུངས་དགོས་རྒྱུ་དེ་འདྲ་མ་རེད་དེ། ཡིན་ནའང་ཐུགས་རིག་པའི་ཡེ་ཤེས་བསྒོམ་པ་གཏད་པ་ཙམ་ལ་ཆོས་གསུངས་ཟེར་རྒྱུ་མཁྱེན་གྱི་དེ་ནས་ཆོས་བསྟན་ཟེར་རྒྱུ་འདྲ་པོ་གསུངས་ཟེར་རྒྱུ་གང་དཔེ་ཤོད། དན་རྟགས་སྐྱེད་པ་ཆགས་དུས་རེད་དེ་ལ། དེ་དན་རྟགས་སྐྱེད་པ་ཡིན་པའི་རྒྱུ་མཚན་གྱིས་མ་གསུངས་པའི་སྒོ་ནས་གསང་ཟེར་དུས་གང་ཁྱོད་བསྟན་ནས་བསྟན་ལ་སྒྲ་ཚིག་གི་ཚེ་ཡ། ཁག་གི་ཚིག་དན་གཉིས་ཀྱི་སྒོ་ནས་མ་བསྟན་མ་བསྟན་པའི་རྒྱུ་མཚན་གྱི་སྒོ་ནས་མ་གསུངས་པ་གསུངས་པ་ཆེན་པོ་ཟེར་སྐབས་ཀྱི་མི་གསུངས་གསུངས་པ་ཆེན་པོ་ཟེར་གྱི་དན་རྟགས་དེ་རེད། ཧོ། འཁོར་རོ་ནག་གཅིག་གི་དན་གྱི་དགོངས་པ་ཕྱིན་ཅི་མ་ལོག་པོ་གི་དན་དེ་སྔས་ནས་ཏོག་ཟིན་པ་གྱི་གཏན་འཁོག་དགོན་པ་དབྱེར་མེད། བསྟན་པ་ཁོ་རང་དང་སྤོང་སྟོ་གཉིས་དབྱེར་མེད་སྔས་ནས་རིག་ཚར་ཡོད་རེད་དེ་ཡིན་ན་ཡང་ཐུགས་རིག་པའི་ཡེ་ཤེས་ཀྱི་བརྡ་རྟགས་དེ་རིང་ག་རེ་གང་ལ་ཐུགས་རིག་པ་གཏད་ཡོད་པ་དེ་དང་མཐུན་པ་ཅན་གྱི་མཆོད་རྟེན་ཐམས་ཅད་ཡང་དུས་འཁོར་ན་ཐམས་ཅད་ཀྱི་ཐུགས་རྗེ་ལ་ཡང་ས་ལྷུང་ངེ་ལྷུང་ངེ་ཡང་དྲན་པ་བཟོད་པ་ནོངས་བཞིན་བྱས་ནས་ཅེག་རྗེས་སོགས་རྒྱུ་རྗེས་ངག་གིས་བཞེངས་གསུངས་རྒྱུ་དེ་འདྲ་དག་རྩ་ནས་ཡོད་མ་རེད་དེ་སླར་ཡང་གསར་བའི་ཚུལ་དུ་སླར་ཡང་དྲན་པའི་ཚུལ་དུ་སླར་ཡང་འཆར་བའི་ཚུལ་དུ་བྱས་ནས་དེ་ནས་འགྲོ་གསུངས་རྒྱུ་དེ་ལ་དེ་ནི་འཁོར་ན་ཐམས་ཅད་ཀྱི་ཆུ་ཤུ་ཆུ་ཐུབ་མཆོག་རགས་ཟེར་རྒྱུ་འདྲ་བོ་ཆོས་ཉན་ཟེར་རྒྱུ་འདྲ་བོ་དེ་དག་དེ་རེད་དེ་མ་གཏོགས་བཅོས་པའི་ངོས་སུ་སྣ་ཚོགས་ངན་གོག་ཅིག་ཅིག་ཨེ་མ་རེད་དངོས་སུ་མཆོད་བརྙན་དུ་གྱུར་ཏེ། དེ་ནི་སྤོང་བ་དང་སྟོང་པའི་ཡན་ཏན་ཡིན། དཔལ་འཁོར་གཉིས་ཀ་དེ་དབྱེར་མེད་པར་སྤྱོད་པ་ལྟ་བུ་དེ་འདྲའི་བྱིན་གྱིས་རེ་ཟུང་རེ་དང་ནི་བྱོས་རྒྱུ་བར་གྱི་རེ་དེ་མ་ས་དུ་བྱོས་འགྲོ་རྒྱུ་སྐྱེ་བ་མ་རེ། དེ་འདྲའི་རེ་ཟུང་རེ། དེ་གཉིས་གོ་རྟོགས་ཀྱིས་ནི་དཀའ་བ་དང་མི་ལྡན་པ་སྣང་ན་ལང་སྟེ་ཀྱི་ཐེག་པ་བཞི་གསུམ་པའི་གི་ཚོགས་ནི་གསུང་རེ། ད་དེ་ལྟ་བུའི་གི་དན་རྟགས་ཐམས་ཅད་གོ་མི་ནུས་ཀྱི་རྟོགས་མི་ནུས་ཀྱི་བཤད་རྒྱུ་ཡིད་མི་ཆེན་པའི་གི་དཀའ་བ་དང་མི་ལྡན་པ་བསོད་ནམས་དང་མ་བཅོས་བར་གྱི་རེ་ཟུང་རེ། དེ་མི་བཅོས་པ་ཐམས་ཅད་དེ་ནི་ཡིད་ཆེས་རྒྱུ་མ་རེ་ད་རུང་ཐེ་ཚོམ་ཟ་བདེ་གི་རུ་བ། དེ་དེ་ཚང་བྱས་ན་ད་ཅི་མན་རང་རྗེས་རྒྱག་རྒྱག་རྒྱུ་རེད་མ་གཏོགས་གཅིག་བུ་གིས་དངོས་གནས་སྤྲོ་མོ་ཨེ་འདེ་རེད་བྱ་ཁྱོད་ཡིད་ཆེས་ཀྱི་འདུལ་བའི་སྲས་ཀྱི་སྐྱེས་བསྟན་དགོས་ན་ནི་ཕྱུག་གི་ཞིང་ཁང་ལ་འགྲོ་བསྟན་དགོས་གི་ཨེ་མི་རེད་མ་གཏོགས་ཕྱུག་གི་ཞིང་ཁང་ལ་ཡོད་ཚད་ཐང་ཅིག་ང་སུ་ཁྱོད་ཀྱི་མཐོང་རྒྱུ་གི་གཟུགས་དེ་མཐོང་གི་རེད་ཁྱོད་ཀྱི་ཐོས་རྒྱུ་དེ་ནི་སྒྲ་དེ་མཐོང་གི་རེད་སྒྲ་སྒྲ་གཟུགས་བརྙན་ལས་འདས་པའི་གི་ཆོས་ནི་ཁྱོད་ཀྱིས་ཤེས་ཐུབ་གི་མ་རེད་ཁྱོད་རང་ལོང་བ་ལྟ་བུ་རེད་ཚ་དེ་ནི་བསྟན་མཁན་ཞིག་བསྟན་ཐུག་ད་ཅི་ཁྱོད་ཀྱིས་མཐོང་ཐུག་ད་རྟོགས་ཐུག་ད་ཅི་ཡོད་མ་རོགས་དེ་ཀ་བ་དུ་མི་ལྡན་ཚ་རེད།

དཔེར་ན། ད་བསྟན་པ་སྤྱོད་བསྟན་པ་ཤཱཀྱ་ཐུབ་པ་སོགས་ནི་མདོར་ན། དགའ་བདེའི་གནས་ནས་འཕོས་པ་དང་ལྷུང་སུ་ཀུན་ཏུ་འཇུག་པ་དང་ལ་སོགས་པའི་མདོར་ན། མཛད་པ་སྤྱོད་རྣམ་པ་མཛད་པ་ཆེན་པོ་རྣམ་པ་བཅུ་གཉིས་བསྟན་ནས། དེ་ནས་ཆོས་སྐུ། དང་པོ་ཆོས་སྐུ། ཐུགས་རིག་པའི་ཡེ་ཤེས་ཆོས་སྐུ་བསྒོམ་པ་ལ་བྱང་ཆུབ། དེ་གི་བདག་བྱིན་བྱས་ནས་ལོངས་སྐུ་ལ་མ་བཞེད་ནས་ལོངས་སྐུ་གདུལ་བྱ་འདོད། ལོངས་སྐུ་བདག་བྱིན་བྱས་ནས་དུད་སྤྲུགས་ཤཱཀྱ་ཐུབ་པ་ལྟ་བུའི་སྐུ་བཞེངས། དེའི་རྒྱན་ཚད་དུ་རྒྱན་ནི་མཛད་པ་སྐྱོན་གཉིས་ཀྱི་སྟེང་ནས་དེ་ནི་འདོད་ཆགས་མེ་དང་ལྷ་ལ་སོགས་པའི་ཁྱད་པར་དུ་བཤད་པས་འགྲོ་བ་དེར་འདོགས་དགོས་ཀྱི་ཨེ་མི་རེད་མ་གཏོགས། དང་པོ་ཐུགས་རིག་པའི་ཡེ་ཤེས་བསྒོམ་པ་སངས་རྒྱས་མ་བསགས་པ་གཅིག་ནི་དེ་ནི་མ་དེ་འདོང་རྒྱུ་ཅི་ཡང་མ་རེད་བ་སངས་པས་དེ་ཡིན་དུས་སྤྲུལ་པའི་གི་འགྲོ་དོན་མཛད་པ་སངས་ཀྱིས་མི་ཁྱབ་པ་དེ་རེད་ཞེས་རང་དོན་ནོ་རེའི་དྲུག་གི་གདུལ་བྱ་རྣམས་ལ་ཡང། དེ་ནི་སྤྲུལ་སྐུ་སྐྱེ་འདི་འཇོག་ཚར་དུས་སྤྲུལ་སྐུ་དེ་ལ་གདུལ་བྱ། སྤྲུལ་སྐུ་གི་ཞིང་ཁམས་དེ་ལ་ཡང་གདུལ་བྱ་རེའི་དྲུག་ཡོད་རེད་དམྱལ་བ་ཡོད་དོ་དོན་གྲུབ་དོ་ངན་སོང་སོང་ལྷ་དང་མི་དང་ལྷ་མ་ཡིན་ཏེ་དོན་རྟོགས་རིགས་སོང། མཐོ་རིས་སྲང་དང་ངན་སོང་སྲང་དུ་དྲུག་བཀག་དེ་ནི་དཀྲུག་གི་གདུལ་བྱ་ཤ་སྟག་རེད་དེ་འདུལ་བྱའི་སྤྱོད་ཕུད་ཀྱི་གཉིས་པོར་སྤྱོད་ཕུད་ཀྱི་ཐུན་མོང་མོས་བུད་ཀྱི་དེ་བསྟན་པ་དེ་ལ་ཡང་བསྟན་པ་ཐུབ་པ་དྲུག་ཟེར་རྒྱུ་ཅི་དང། བསྟན་པ་ཐུབ་པ་དྲུག་ཟེར་རྒྱུ་མིན་ལྷ་ཡི་ཐུབ་པ་དཀར་པོ་དཔོན་དབང་འཛིན་པ་ཟེར་བ་ལྟ་བུ་ལྷ་ཐུབ་པ་དཀར་པོ་བརྒྱ་བྱིན་དཔོན་དབང་འཛིན་པ་དང་དེ་ནས་མི་ཡི་ཐུབ་པ་ཤ་སྐྱ་ཟེར་བ་ཤ་སྐྱ་ཐུབ་པ་དེ་སེར་པོ་སྲས་ཤོང་འཛིན་པ་ལ་སོགས་པའོ་ད་དེ་འདྲས་ཞིག་ནི་མ་སངས་རྒྱ་རྒྱུའོ་དེ་ནོར་དང་བྱེད་རེད་དེ་ལྟ་བུ་ཡིན་དུས། གདུལ་བྱ་ཞིང་བཀང་རྣམ་པ་རིགས་དྲུག་གི་གདུལ་བྱ་དྲུག་འདུལ་བ་བྱས་པའི་ཕྱིར་དུ་ལ། འདུལ་བྱེད་ཀྱི་བདག་རྐྱེན་གྱི་བསྟན་པ་དེ་ཡང་ཐུབ་པ་རིགས་དྲུག་གཙོ་དུ་སྤྲོ་ནས་དེ་ནི་འདུལ་བའི་རྟེན་ཞིག་གིར་བ་སངས་རྒྱས་ཚུལ་གཅིག་ནི་འདུལ་བར་མཛད། བྱས་པ་འཛམ་བུའི་གླིང་འདི་ནི་སངས་དྲུག་སངས་རྒྱས་ཤཱ་ཀྱ་ཐུབ་པ་དེ་ཉིད་ཀྱིས་ནི་ལྷ་དང་མི་གི་ཡུལ་དུ་ཆོས་ཀྱི་འཁོར་ལོ་རིམ་པ་རྣམ་པར་གསང་ཆོས་འཁོར་དང་པོ་ནི་སྐབས་དང་པོ་བདུན་པ་བཞིའི་ཆོས་འཁོར་བར་པ་ཤེར་ཕྱིན་གྱི་ཆོས་འཁོར་དེ་ནི་སྐབས་ཐ་མ་ལེགས་པར་རྣམ་པར་སྤྲོ་བའི་ཆོས་འཁོར་ལ་སོགས་པ་དེ་སོགས་ཐམས་ཅད་འཇིག་རྟེན་མི་ཡུལ་དུ་གཙོ་བོར་བྱས་ནས། འདི་ནི་ལྷག་ཏུ་མི་གཉིས་ཀ་ལྷ་མ་ཡིན་པའི་དྲི་ཟ་སྐྱེད། ལྷག་ཏུ་མི་གཉིས་ཀ་མ་ཡིན་པའི་དྲི་ཟ་སྐྱེད་པ་ལ་སོགས་པ་ཡོད་ཚུལ་གསུངས་པའོ་ད་དེ་ནོར་ཐང་ཅིག་རེད་བསམ། རེད་རྒྱུ་མཚན་སྙིང་རྗེའི་དུད་པ་འདོར་བ་འདོར་ཏེ་རྔན་པ་གནང་བ་གནང་བསམ་ད་ལྟ་ང་ཚོ་བཀའ་འགྱུར་རིན་པོ་ཆེའི་གསེབ་ནས་དུམ་པ་བརྒྱ་སྒྲོག་ཏུ་ཡོད་དགོས་པ་ལྟར་དེ་ལ་སྡེ་སྣོད་རྣམ་པ་གསང་ཟེར་ནས་གཙོ་བོ་སྤྲུལ་སྐུ་ཤཱཀྱ་ཐུབ་པའི་ཁོ་རང་རང་གི་བཀའ་རེད། དེ་མ་ཡིན་པའི་གི་བཀག་གི་ཡོད་མ་རེད་རྒྱུན་འཁྱོངས་མཁས་པའི་བཀག་ཡོད་ཡོད་མ་རེད་ལོངས་སྐུ་གི་བཀག་གཏང་རྒྱ་ཡོད་མ་རེད་ལ་ཆོས་སྐུ་བཀག་གཏང་རྒྱ་དེ་ན་མཚུངས་ཡོད་མ་རེད་ད་བཀའ་འགྱུར་ཡིན་ན་ཤ་ཆ་ཐུབ་པ་ཁོ་རང་རང་གི་བདག་སྐྱེ་ནས་དེ་ནས་བྱང་དགའ་རྒྱུ་ཁོ་ན་རེད། དེ་ནས་སྔགས་ཕྱི་པ་ཀྲི་ཡ་དང་ཨུ་པ་ཡོ་ག་ལ་སོགས་པ་གསུངས་ཏེ་གསུངས་དེ་དེ་ཕྱི་རྒྱུད་བདེ་གསུངས་གི་ད་ཀྲི་ཡ་ཨུ་པ་ཡོ་ག་ཟེར་རྒྱུ་དེ་སངས་སྐྲི་རིག་སྐད་རེད།

ཉོན་མོངས་གཏུམ་མོས་འདུལ་བའི་གཉིས་པོར་རྔན་པའི་སྡེ་སྣོད་ཉིད་དུ་གྱིས་སྟོང་གསུངས་དུག་གསུམ་ཆ་མཉམ་འདུལ་བའི་གཉིས་པོར་སྡེ་སྣོད་བཞི་པ་ཉིད་དུ་གྱིས་སྟོང་གསུངས་ཞེས་དེ་འདྲའི་གསུངས་འདུག་བ་གསུངས་རེད་དེ་ཡིན་དུས་ད། འདུལ་བ་མདོ་སྡེ་རྔན་པ་སྡེ་སྣོད་རྣམ་པར་གསུངས་ཟེར་ནས་ད་ད་ལྟ་བཀའ་འགྱུར་རིན་པོ་ཆེ་གི་དྲུག་བདུན་པ་བརྒྱ་དུ་གསུམ་དང་དགུ་ལ་སོགས་པ་ཁ་སྐོང་བཅས་པ་དེ་ཡོད་བསྡད་པ་འོ་དེའི་ནང་ཐང་ཆད་ཀྱི་ནང་ལ་གསལ་འདུག་གི་ཡོད་རེད་ད་དེ་དུམ་བུ་གསུངས་ཞེས་དགོས་འོང་གི་གང་ལ་དེ་ནི་འདུལ་བའི་སྡེ་སྣོད། མདོ་ཡི་སྡེ་སྣོད་མདོ་སྡེའི་སྡེ་སྣོད་ཟེར་ནས་ཨོ་ད། མདོ་བ་མདོ་སྡེ་གཉན་པོའི་སྡེ་སྣོད་ཟེར་ནས་དུས་རྣམ་པ་སོགས་ཆགས་འགྲོ་རྒྱུ་ཅན་དེ་རེད། དེའི་ནང་ནས་མདོ་སྡེའི་སྡེ་སྣོད་ཐམས་ཅད་ནི་གཙོ་བོ་ཉན་མོ་བརྒྱད་ཁྲི་བཞི་སྟོང། འདོད་ཆགས་བཤད་དོ་གཏི་མུག་རྣམ་པ་གསུམ་པོ་འདུལ་བའི་ཕྱིར་དུ་རེད། གཏི་མུག། ཉན་མོ་གཏི་མུག་གཙོ་བོར་འདུལ་བ་ཞེས་པའི་ཀྱི་ཕྱིར་དུ་དེ་ནི་མདོ་སྡེའི་སྡེ་སྣོད་གསུམ་དགག་རྒྱུ་ཅན་གྱི་རོལ་སོང་རེད། ཨོ་དེའི་ནང་རྐྱེན་ཅི་འདུག།